གལ་སྲིད Kidney གཉིས་མཁལ་མ་གཉིས་འཕྲོ་བརླག་ཕྱིན་བཞག་ཟླ་བ་ཡིན་ན། Kidney Dialysis བྱེད་ཡ། རིམ་པ་གཅིག་སྤྲད་མ་གོ་བའི་ཐོག་ནས་ཐབས་ཤེས་ཅི་ཡོད་རེད། ཐབས་ཤེས་ག་རེ་ཡིན་མེད་ཞིབ་ཕྲ་གནས་ཚུལ་གཟིགས་རོགས་གནང། ངས་བརྙན་ཐུང་གསན་གཟིགས་གནང་མཁན་རྒྱ་ཆེ་མང་ཚོགས་ཡོངས་ལ་རྣམ་པ་ཚོར་འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་གི་ཡོད། དེ་རིང་གི་བརྙན་ཐུང་འདི་འཕྲོད་བསྟེན་དང་འབྲེལ་བ་ཡོད་པའི་བརྙན་ཐུང་གཅིག་བཟོ་གི་ཡོད། འདི་བཟོ་དགོས་ཀྱི་དགོས་པ་རྒྱུ་མཚན་གལ་ཆེན་པོ་ཤུགས་གཅིག་ཡིན། འཛམ་བུ་གླིང་འདིའི་ནང་ལོགས་ལ་ན་ཚ་མང་པོ་ཡོད་པའི་ནང་ལོགས་ནས་ན་ཚ་ཞེད་སྣང་ཚ་ཤོས་དང་ན་ཚ་འདི་གཅིག་དར་ཁྱབ་ཆེན་པོ་གཅིག་འགྲོ་བསྡད་ཡ། མི་སྲོག་ཡིན་ན་ཡང་ཉེན་ཁ་ཆེན་པོ་དང། གལ་སྲིད་ན་ཚ་འདི་ན་ས་པའི་རྗེས་ལ་འགྲོ་སོང་ཕོན་ཆེན་པོ་འགྲོ་ཡ་གི་གནས་སྟངས་དེ་འདྲའི་ཆ་བཞག་ཡོད་གི་ན་ཚ་ཞིག་ཡོད་པ་ཡིན་ན་ན་ཚ་འདི་ག་རེ་སླེབས་པ་ཡིན་ན་ཁས་མ

ཨ་ནི་ཐེ་མ་འདི་བདུན་ཕྲག་གཅིག་ནང་ཐེ་མ་གཉིས་གསུམ Dialysis བྱེད་ཁར་འགྲོ་དགོས་ཀྱི་ཡོད་པ་ཡིན་ན། འདི་འགྲོ་སོང་ག་གམ་འགྲོ་གི་ཡོད་མེད་དང། ཨ་འགྲོ་སོང་འདི་རིམ་པ་ཆེས་སྤྲད་མོ་གོ་ཐོག་ནས་ལང་ཀ་དང་ཐབས་ཤེས་ག་རེ་ཡོད་མེད་རྣམ་པ་ཚོ་ལ་ཨ་ནི་ཞིབ་ཕྲ་བཤད་ཆོག་ཅིག་དང་པོ་འདི་ག་རེས་ལབ་པ་ཡིན་ན། Kidney Failure ཐེ་མ་ག་འདྲེས་འཕྲོ་བརླག་འགྲོ་དགོས་གོ་རེ་ག་འདྲེས་ཚ་དགོས་གོ་རེ་བས་ལ་བྱས་བྱས་རྣམ་པ་ཚོ་ལ་སྟོན་ཆོག་ཅིག་ཞུ། ད་ལྟ་ངས་རྣམ་པ་ཚོ་སྟོན་བསྡད་པ་འདི་ཨ་ནི Kidney Damage བྱས་བྱས་ཐེ་མ་འཕྲོ་བརླག་ཕྱིན་པ། ཨ་ཁེ་མ་བུ་ཆོས་མ། བོད་ཆོས་མ་ད་བོད་ཆོས་བཏང་མ་ཐུབ་པའི་གནས་སྟངས་འདིར་ཆགས་བ། ད་འདི་ག་འདྲའི་དང་པོ་དང་ག་འདྲའི་ས་དགོངས་རེད་ལབ་པ་ཡིན་ན། མི་སུ་འདྲ་གྱིས་སྨན་ཁང་ནང་ལ་ཡང་ཡང་བརྟག་དཔྱད་བྱེད་ཁར་འགྲོ་དགོས་ཡ་གལ་ཆེན་པོ་རེད། བརྟག་དཔྱད་འདི་བི་ལོ་གཅིག་ནང་ལ་ཐེངས་གཅིག་དེ་མེད་ན་ཐེངས་མ་གཉིས་བརྟག་དཔྱད་བྱེད་དགོས་ཡ་འགྲོ་དགོས་ཡ་གལ་ཆེན་པོ་ཆེ། དེ་འདྲའི་བརྟག་དཔྱད་བྱེད་པའི་སྐབས་ལ་ཨ་ནི Blood Test།

ཁྱེད་མ་ལའི་འདི་གལ་སྲིད་ཁྱོད་རང་གི། EGFR འདི་དགུ་བཅུའི་གང་ལ་ཡིན་པ་ཡིན་ན། དགུ་བཅུ་གི་གང་ལ་ཡིན་པ་ཡིན་ན་ཁྱོད་རང་ཁྱེད་མ་གཉིས་དེ་ཏག་ཏག་ཡོད་པ་དང་ལས་ཀ་ཡག་པོ་བྱེད་ཀྱི་ཡོད་པ་གཅིག། གལ་སྲིད་གལ་སྲིད་གཅིག་རེད། གལ་སྲིད་ཁྱོད་རང་གི EGFR འདི་དྲུག་བཅུ་དང་བརྒྱད་བཅུ་གེ་དགུ་གི་བར་ལ་ཡོད་པ་ཡིན་ན་ཁྱོད་རང་ཁྱེད་མ་འདི་ཏག་ཏག་ཏག་ཡོད་རེད་ཡིན་ནའི་ཏིས་གཅིག་ལས་ཀ་བྱས་ལ་ཕྱུག་ཙམ་ཉུང་ཙམ་གཅིག་ཨན་ཏིས་གཅིག། ཉུང་རུ་འགྲོ་བའི་གནས་སྟངས་དེ་རེད་ཅེས་ཆགས་ཡོད་རེད། དེ་ནས་བཞི་བཅུ་ཞེ་ལྔ་ནས་ལྔ་བཅུ་ང་དགུ་བར་ལ་ཡིན་པ་ཡིན་ན EGFR དེ་ཡིན་པ་ཡིན་ན་ཁྱོད་རང་གི་མཁལ་མ་དེ་ག་ལ་རྐང་འཛེམས་ཀྱིས་ཨ་ནི་ལས་ཀ་བྱེད་ཡ་ལ་དཀའ་ངལ་ཞིག་འཕྲད་བསྡད་ཡོད་པ་ཅིག་སྐད་ཆ་སྐད་ནང་མ་གསལ་བོ་ཅིག་རེད། དེ་ནས་བཞི་བ་དེ་ཁ་བྲལ་ལབ་ན་ད་བཅོ་ལྔ་དང་ཉི་ཤུ་རྩ་དགུ་བར་ཡིན་པ་ཡིན་ན་ཁྱོད་རང་མཁལ Kidney དེ་འཕྲོ་བརླག་ཕྱིན་ཡོད་པ་ཞིག་དང་ཉེན་ཁ་ཆེན་པོ་ཅིག་སླེབས་བསྡད་ཡོད་བ་ཅིག་ཆགས་ཡོད་རེད། དེ་ནས་མཐའ་མ་དེ།

རྒྱ་གར་གཞུང་རྒྱ་གར་གྱི་གཞུང་གི་སྨན་ཁང་དང་སྒེར་གྱི་སྨན་ཁང་ལ་འགྲོ་མགྲོན་ག་ཚོད་འགྲོ་གི་ཡོད་མེད་ད་ནམ་པ་ཚོས་ངས་འདི་སྟོན་ཆོག་ཅིག་ད་ན་ཚ་འདི་གི་འགྲོ་མགྲོན་ག་ཚོད་འགྲོ་གི་མེད་འདིར་ད Dialysis ཐེངས་མ་གཉིས་གསུམ་བྱེད་ཁར་འགྲོ་དགོས་ཀྱི་ཡོད་པ་ཡིན་ན་ད་གཞུང་གི་སྨན་ཁང་ནང་ལ་འགྲོ་བ་ཡིན་ན་རྒྱ་གར་སྒོར་མོ་ལྔ་བརྒྱ་ལས་ཉུང་ང་འགྲོ་ཅི་རེད་ཐེངས་གཅིག་བྱེད་ཁར་འགྲོ་ན་ཟླ་བར་ད་ད་ཐེངས་མ་གསུམ་བྱེད་ཁར་འགྲོ་བ་ཡིན་ན་ཟླ་བ་ལ་ཐེངས་མ་གསུམ་བྱེད་ཁར་འགྲོ་ན་བདུན་ཕྲག་ལ་རྒྱ་གར་སྒོར་མོ་གཅིག་སྟོང་ལྔ་བརྒྱ་ཟེར་འགྲོ་གི་འདུག་ཨ་ད་གཅིག་སྟོང་ལྔ་བརྒྱ་ལས་ཉུང་ང་འགྲོ་ཅི་རེད།

ཉུང་སྟབས་ལ་དགུང་མོ་ཁྲི་གསུམ་ཟླ་བ་ལ་འགྲོ་འགྲོན་འགྲོ་སོང་འགྲོ་གི་ཡོད་རེད། སྒེར་གྱི་མན་ངག་ནང་ལ་བགྲོད་པ་ཡིན་ན་ཉུང་སྟབས་ལ་ཟླ་བ་ཟླ་བ་གཅིག་ལ་ཁྲི་ལྔ་ནས་དྲུག་བར་ལ་འགྲོ་སོང་འགྲོ་དགོས་པ་རེད། འདི་རེད་ད། Dialysis གྱི་འགྲོ་སོང་འདི། རིན་པ་མེད་པའི་ཐོག་ནས་སྒེར་དང་གཞུང་གི་མན་ངག་ལ་ཐབས་ཤེས་ཡོད་རེད་ཡོད་མ་རེད་པས། འདི་ངས་ཞིབ་འཇུག་ཅིག་བྱེད་བསྡད་པའི་སྐབས་དང་ཞིབ་འཇུག་བྱེད་རྒྱུ་འདི་བི་ཨ་ནི་ཀིར་ནི་ཁེ་མ་ནེ་པ་ཡིན་བསྡད་རྒྱུ་ཅིག་ཁོ་རང་ལ་གཞུང་གི་ཐོབ་ཐང་དེ་འདྲ་ཅིག་རག་བསྡད་པ་ཅིག་དང་ཁོ་རང་ལ་ཐོབ་ཐང་རག་བསྡད་རྒྱུ་འདི་གི་ཐོག་ནས་ཨ་ཁོ་རང་གི་མྱོང་ཚོར་བཤད་བཞག་རྒྱུ་ཅིག་དང་ཨ་འདི་གི་ང་རང་འདི་ནང་ལ་ཞིབ་འཇུག་བྱེད་བྱེད་ཀྱི་ངའི་རྣམ་པ་ཚུར་ལ་སྟོན་ཆོག་ཨ་འདི་ནས་ད་ལྟ Dialysis། བྱེད་ཡག་འདི་རིམ་པ་གཅིག་སྤྲད་མ་གོ་བའི་ཐོག་ནས་ཐབས་ཤེས་ཅིག་ཡོད་བསྡད་པ་འདི་ངས་གནམ་ས་ལ་ཐབས་ཤེས་སྟོན་ཆོག་བྱེད་ཤེས་རེད་བ། ཐབས་ཤེས་འདི་ངས་ང་ཚོ་བསླབ་གྲྭ་གཅིག་པ་ཁྱེད་མ་གཉིས་ཀ་འཕྲོ་བརླག་བྲལ་ཏེ་ངས་བྱམས་པ་ངག་དབང། ཅོང་ཏཱ་ར་པའི་སུ་ཇཱ་རེ་བོད་ཕྲུག་ཁྱིམ་སྡེ་ལ་དགེ་རྒན་བྱས་ཏེ་ངས་ཁོ་རང་གི་བཤད་བྱ་རྒྱུ་གཅིག་དང། ཁོ་རང་གི་བཤད་བྱ་རྒྱུ་འདི་ངས་ཡིག་ཐོག་ནང་འདིར་དཔར་བྱ་ཡོད་དེ། ང་རང་རང་གིས་ཞིབ་འཇུག་བྱས་བྱས་བྱས་འདི། གལ་སྲིད་ཀིར་ནི་གཉིས་འཕྲོ་བརླག་ཕྱིན་ཡོད་པ་ཡིན་ན། Kidney Dialysis། འདི

དགེ་རྒན་བྱམས་པ་མངའ་བ་ལ་ཁོ་རང་ལ་ཧིན་སྐད་རག་ཡོད་པ་ཅིག་དང་ཨང་ཁོ་རང་ལ་རག་ཤིན་དཀའ་རུ་ཡོད་ཙང་ཁོ་རང་འདི་རག་བྱ་རྒྱུ་འདི་རེད་བྱ་དེ་འདྲ་སོང་ཙང་རག་ཤིན་དཀའ་རུ་ཡོད་དེ་ངས་བོད་པ་ཕ་གི་ལ་བསྡད་དེ་ངས་ཅིག་ཧིན་བ་ཡིན་ན་པ་མིན་རེད་ཟེར་ཡིན་ན་འདི་ལ་ཧིན་སྐད་རག་གི་འདུག་ད་ཧིན་སྐད་རག་ཡ་ལ་འགྲོ་སོང་དང་པོ་བྱེད་ཡ་གི་འགྲོ་སོང་འདི་ག་རེད་བྱ་ཟེར་བ་ཡིན་ན་ཨ་ནི་དང་པོ་རེ་ཇིས་ཏྲེ་ཤིན་བྱེད་ཡ་ལ་བརྒྱ་བ་དགུ་མོ་བརྒྱ་ཅིག་སྤྲད་དགོས་འདུག་དེ་བ་རྒྱ་གར་སྒོར་མོ་རྒྱ་ཆེར་སྤྲད་དགོས་འདུག་ད་འདི་ལ་ཨ་ནི་སྒོར་མོ་གཅིག་སྟོང་གཅིག initial deposit ཞིག་བྱེད་དགོས་འདུག་སྒོར་མོ་གཅིག་སྟོང་སྒོར་མོ་གཅིག་སྟོང་ཞིག་རྒྱ་གར་སྒོར་མོ་གཅིག་སྟོང་བྱེད་དགོས་འདུག་ད་རྒྱ་གར་སྒོར་མོ་གཅིག་སྟོང initial deposit བྱས་འདི་ལ category མ་འདྲ་མ་འདྲ་བྱེད་འདུག category མ་འདྲ་ད་ག་རེད་ཟེར་ན་གལ་སྲིད་ཁྱོད་རང་བི་པའི་ལའེ་ན་ཡིན་པ་ཡིན་ན་ད་རྒྱ་གར་གཞུང་གིས་ངོ་ལེན་བྱས་པའི་ཨ་ནི་བི་ལོ་པོ་བན་ཀྲེན་སྐྱོ་བོ་ཉམ་ཐག་ཡིན་པ་ཡིན་ན

སྐབས་རེ་ཞིག་དེ་ནི་ལོ་གཅིག་ལ་རྒྱ་གར་སྒོར་མོ་འབུམ་ལྔ་བར་དུ་ཐོབ་ཐང་ནི་འདུག་རྒྱ་གར་སྒོར་མོ་གཅིག་འབུམ་ལྔ་བར་དུ་ཐོབ་ཐང་ནི་འདུག་ར་བ། དེ་ནང་མི་གཅིག་ལ་འབུམ་ལྔ་བར་ཐོབ་ཐང་འདུག་གལ་སྲིད་ནང་མི་གཅིག་ལ་མི་ལྔ་ལས་མང་བ་ཡོད་པ་ཡིན་ན་ཡང་ཟུར་དུ་ཁ་ཁ་ཞིག་བཟོ་དགོས་རེད། ནང་མི་གཅིག་ལ་མི་ལྔ་ལས་ཉུང་བ་ཡོད་པ་ཡིན་ན་འབུམ་ལྔ་བར་དུ་ཐོབ་ཐང་འདུག་ད་དེ་འབུམ་ལྔ་ཐོབ་ཐང་ཡོད་དེ་གི་དེ་གི།

སྒེར་གྱི་མན་ངག་ལ་ཨ་འདི་རིམ་པ་གཅིག་སྤྲད་མ་གོ་བའི་ཐོག་ནས་ད་ལྟ་ངས་འདི་ངེད་ལ་འགྲེལ་བཤད་རྒྱག་བ་ན་ཞིག་སྒེར་གྱི་མན་ངག་ནང་ལོགས་ལ་ཨ་ནི་བདུན་ཕྲག་གཅིག་ཁོ་རང་ནང་ལོགས་ལ་རེད་བ། བདུན་ཕྲག་གཅིག་ཁོ་རང་ནང་ལོགས་ལ་མི་ཟླ་བ་གཅིག་ཁོ་རང་ནང་ལོགས་ལ་ཨ་ནི་དགུང་མོ་གཅིག་ཁྲི་དྲུག་སྟོང་ནས་ཉིས་སྟོང་ཁྲི་གཉིས་སྤྲད་དགོས་ཡ་གི་གནས་སྟངས་རེ་ཆགས་ཀྱི་ཡོད་པ་ཡིན་ན་འདི private མན་ངག་ནང་ལ་འགྲོ་བ་ཡིན་ན་རིམ་པ་གཅིག་སྤྲད་མ་གོ་བ་ཡ་གི་གནས་སྟངས་འདི་འདྲ་ཞིག་འདུག་ད་འདོད་ཨ་ནི་ངས་ད་ལྟ་ཧིམ་སྐད་རེ་ཡོད་དེ་ངས་ད་ལྟ་རྒན་ལགས་འདི་ལ་སྐད་ཆ་དྲིས་པའི་སྐབས་ལ་ཁོ་ཚོས་དགོང་མོ་གཅིག་སྟོང་ཟེར་བྱས་ལ་གི་འདུག་ལོ་གཅིག་གཅིག་སྟོང་རེ་ཟེར་བྱས་ལ་གི་འདུག་ཡིན་ནའི་ད་ལྟ་བོད་དུ་ནི་ལོ་རེ་རེ་ལ་གཅིག་སྟོང་མ་སྤྲད་པ་ཡིན་ནའི་བསྡད་བསྡད་པ་ཡིན་དེ་འདྲ་སོང་ཙང་ད་ཡིན་ནའི་རྒྱ་གར་གཞུང་གི་ཁོ་རང་ཚོ་གི་ཧིམ་ཀེར་གི Information ནང་དུ་ལ་གསལ་བོ་ཁ་བྲིས་ཤག་ཟེར་ན General Public ཡིན་ན་ལོ་གཅིག་ལ་དགོང་མོ་གཅིག་སྟོང་གཅིག་སྟོང་སྤྲད་དགོས་རེད། ལོ་གཅིག་ལ་དགོང་མོ་གཅིག་སྟོང་གཅིག་སྟོང་སྤྲད་ཀྱི་ཡོད་པ་ཡིན་ན། ཨན་ཀིད་ནི་ཁེ་མ་གཉིས་ཀ་འཕྲོ་བརླག་འགྲོ་ངེས་འདི།

བཙན་བྱོལ་ན་གཅིག་པུ་མ་རེད་ཕྱི་རྒྱལ་ཁབ་རྣམས་ལ་ཡང་བོད་པ་མང་པོ་ཡོད་རེད་དམིགས་བསལ་ད་ལྟ་ལོ་ཡར་ཡར་ཡར་ཡར་སླེབས་པའི་སྐབས་ལ་སྐད་གཉིས་ཀྱིས་ཅིག་བོད་ཆོས་ལས་ཀ་བྱེད་འདི་ཚོའི་ནུས་སྟོབས་ཡིན་ན་ཉུང་རུ་ཉུང་རུ་འགྲོ་གི་ཡོད་རེད་དེ་འདྲ་སོང་ཚེ་འདི་ངའི་རྣམ་པ་ཚོར་ཅིག་བསྟོད་ན་ཅིག་བཤད་ན་ཞེས་བཤད་བྱས་དེ་གལ་ཆེན་པོ་ཞུ་ཅི་ཐོངས་དེ་འདྲ་སོང་ཚེ་ངའི་རྣམ་པ་ཚོར་དེ་རིང་འདི་འདི་ཅིག་བཤད་ཀྱི་ཡོད་ཞེས་ཞུ་ཡ་ཡིན། ཚོ་ལ་འགྲེལ་བཤད་ཅིག་བསྐྱལ་བ་ཡིན། མཁན་པ་གཉིས་འཕྲོ་བརླག་ཕྱིན་པ་ཡིན་ན། ཨ་ནི་མཁལ་མ་འདི་གཉིས་ལ་ཆེད་དུ Dialysis བྱེད་ཁར་འགྲོ་ཡ་ལ་འགྲོ་སོང་འགྲོ་ཡ་དེ་རིམ་པ་གཅིག་སྤྲད་མ་དགོས་པའི་ཐོག་ནས་འགྲོ་སར་ལངས་ཀ་ཡོད་པ་དེ་གནས་ཚུལ་ཚང་མ་ཤེས་པ་ཡིན། ད་ཡིན་ན་ཡང་ངས་འདི་ངས་ལ་སྟོན་པ་ཡིན Kidney འདི་གི་སྨན་ཟ་ཡ་དང་སྨན་གྱི་འགྲོ་འགྲོན་ཟླ་བ་ལ་ཁྲི་གཅིག་མ་སིམས་ཀྱི་འགྲོ་འགྲོན་འདི་ཧིམ་སྐད་རྣམས་ཚུགས་ཀྱི་ཡོད་མ་རེད་དེ་འདྲ་སོང་ཙང་ཁས་མ་ནས་པ་ཅིག་ཡིན་པ་ཡིན་ན Kidney Dialysis རིན་མེད་ལང་ཀ་འགྱོད་པ་ཡིན་ན་ཡང་ཁས་མ་ནས་པ་གཉིས་ཀ་ཆགས་བསྡད་རྒྱུ་འདི་ཚོ་སྨན་ཁོ་རང་ནས་ཨར་མ་ཐུབ་པར་འགྲོ་འགྲོའི་ཕོན་ཆེན་པོ་ཤུགས་ཀྱིས་སྒྲུག་གི་ཡོད་པ་དང་འགྲོ་འགྲོའི་འདི་ཚོ་ཡང

ཀི་ཏི་གཉིས་འཕྲོ་བརླག་ཕྱིན་བཞག་ཟེར་བཞིན་ལེན་གྱི་ཡོད་པ་ཡིན་ན་དེ་འབྲེལ་གྱི་ཞལ་འདེབས་དང་དེ་འབྲེལ་གྱི་རོགས་པ་བྱེད་ཡས་ཀྱི་དེ་འབྲེལ་སློང་གི་ཡོད་པ་ཡིན་ན་དེ་ཚོའི་རོགས་པ་བྱེད་ཡས་ཚོ་ང་ཚོ་དངོས་གནས་དྲང་གནས་ཀྱི་རོགས་པ་བྱེད་དགོས་ཡས་དང་དམིགས་བསལ་ང་ཚོ་བྱམས་བརྩེ་གྱི་ལོ་གཅིག་སྲུང་བརྩི་བྱེད་ཀྱི་ཡོད་རེད་བྱམས་བརྩེ་གྱི་ངོ་ཐོག་ནས་དེ་འདྲའི་ཐོག་ལ་རོགས་པ་བྱེད་དགོས་ཡས་དེ་ངས་བསམ་བློ་དཔེ་མི་སེ་གལ་ཆེན་པོ་རེད་བསམ་གྱི་འདུག་ཡིན་ན་དེ་འདྲའི་རོགས་པ་དེ་ཐོག་ལ།

བརྒྱ་ཆ་བརྒྱ་དམ་པ་ཏན་ཏན་ཡིན་བརྒྱ་ཆ་བརྒྱ་དམ་བྱེད་ཡས་ཡིན། རྣམ་པ་ཚོའི་ངོ་ནས་ཡང་རེད་བ། ངའི YouTube Channel ལ་གནས་ཚུལ་ག་རེ་ཡིན་པ་ཀྱི་བདེན་པ་ཁུངས་སྐྱེལ་ར་སྤྲོད་ཆོད་ནས་ཡང་ངས་བྱེད་ཀྱི་ཡོད་དེ་འདྲ་སོང་ཚ་དེ་ཚོ་ལ་ཡང་ང་ཚོ་གཅིག་གཅིག་ལ་རོགས་པ་བྱེད་དགོས་ཡ་རེད་བ། བོད་པ་གཅིག་གཅིག་ལ་དཀའ་ངལ་འཕྲད་པའི་སྐབས་ལ་ང་ཚོ་རོགས་པ་བྱེད་དགོས་ཡ་གཅིག་གཅིག་རྐང་པ་འཐེན་ཡ་ས་ལ་མ་བཏང་བྱས་གཅིག་གཅིག་ལ་ཡར་བླངས་ཐུབ་བས་ཀྱི་རོགས་པ་བྱེད་ཐུབ་བས་འདི་ངའི་བསམ་བློ་གལ་ཆེན་པོ་རེད་བསམ་གི་དོན་དྲི་སོང་ཙང་རྣམ་པོ་ཚོ་ཚང་མ་ལོ་ལ་དམིགས་བསལ་ངའི་ཡུ་ཀྲུབ་གསན་གཟིགས་གནང་མཁན་ལྟ་ངན་ཚང་མ་ལོ་ལ་འབུལ་རྒྱུ་ཞུ་བས་འདི་ཀ་རིང་སླ་བས་ན་ཨ་ནི་ཁོ་རང་ལ་རོགས་པ་གང་མང་མང་གནང་རོགས་གནང་ཞེས་ཞུ་བ་ཡིན་ཐུགས་ཆེ། དེ་འདྲ་སོང་ཙང་གོང་དུ་ངས་གནས་ཚུལ་རྣམ་པ་ཚོ་གོ་རྟོགས་སྤེལ་ཡག་གི་གནས་ཚུལ་འདི་དཔེ་མི་སྲིད་གལ་ཆེན་པོ་རེད་ང་ཚོ་བོད་པ་སུ་འདྲ་ཅིག་བས་ནས་འཕྲོད་བསྟེན་གྱི་ཐོག་ནས་ཡག་པོ་འཕྲོད་བསྟེན་གྱི་ཐོག་ནས་སྤུས་དག་པོ་ཆགས་དགོས་དེ་གལ་ཆེན་པོ་ཞེ་དྲག་རེད་འཕྲོད་བསྟེན་དེ་མེད་པ་ཡིན་ན་ང་ཚོ་རྒྱུ་ནོར་ལོངས་སྤྱོད་ག་ཚོད་ཡོད་པས་ནས་ཚང་མ་འཕྲོ་བརླག་འགྲོ་ཡ་ཕན་མ་ཐོག་ཡ་གི་གནས་སྟངས་དེ་རེད་ཆགས་ཡ་གི་ཉེན་ཁ་ཤུགས་ཆེན་པོ་ཞུ་ཅི་ཡོད་རེད་དེ་འདྲ་སོང་ཙང། འཕྲོད་བསྟེན་གྱི་ཐོག་ནས་གཟབ་གཟབ་བྱེད་དགོས་ཡ་དང་མ་འོངས་པ་ཡང་ཁྱེད་མ་ནར་ནད་པ་དེ་འདྲས་ཆགས་པ་ཡིན་ན་ཨ་འདི་འདྲས་ཀྱི་ཐོག་ནས་གནས་ཚུལ་འདི་ཚོ་རིགས་འདི་ཚོ་གོ་ད་གནས་ཚུལ་འདི་འདྲས་རིགས་འདི་ཚོ་ཕན་ཐོག་ཆེན་པོ་ཡོང་བས་ངས་རེ་བ་གྲོས་ཞིག་རྒྱབ་ཀྱི་ཡོད་ངེད་ཀྱི་བརྙན་ཐུང་འདི་མང་ཚོགས་ལ་གོ་རྟོགས་སྤེལ་ཡ་དང་བོད་པ་ཚང་མ་ལ་ཕན་ཐོགས་ཡ་གྱི་བསམ་བློ་གྱི་ཐོག་ནས་ཨ་བཟོས་བཤད་རྒྱུ་བྱེད་མཁན་ཡིན་ཞེས་ཞུ་བ་ཡིན་དེ་རིང་གི་བརྙན་ཐུང་འདི་ད་རང་འཚམས་ཤག་ཡིན་བཀའ་དྲིན་ཆེ།